ལོག་ཤིག་ལོག་ཤིག་ལོག་ཤིག། བོད་མི་ཚང་མ་ལོག་ཤིག། དེ་འདྲ་ཚོགས་མེད་བསྡད་ན། ང་ཚོ་ཁྲེལ་མེད་རེད། དཔའ་བོ་དཔའ་མོ་མང་པོས། རང་བཙན་ཆེད་དུ་རང་སོ། ཕངས་མེད་བདག་མེད་བློས་ཡོད། ལོག་ཤིག་ལོག་ཤིག་ལོག་ཤིག། ལོག་ཤོག་ལོག་ཤོག། རང་བཙན་ཆེད་དུ་ལོག་ཤོག།

ཡིན་ན་ཡང་ཞི་བོ་གཅིག་ཡང་གཅིག་དཔེ་ཀེ་རག་ཆེན་པོ་འདྲ་བོ་དང་དེ་འདྲ་ཟེར་ཏེ་ཁེལ་མ་རེད་ཡིན་ན་ཡང་སོ་སོ་རང་བཙུན་ལ་ཡང་འདོད་པ་ཡོད་ངེས། འདིའི་ཐབས་ལམ་འདི་གང་ནས་ཡག་ལ་གཅིག་ལས་ཀ་བྱེད་ན་མ་འོངས་པ་ལ་བོད་མི་ལ་བདེན་མཐའ་ས་ཐབས་ཡོང་བ་གི་རེ་བ་མཐོང་བདེ་ངེས་གཅིག་འདི་འདྲས་ཀྱི་ཐོག་ནས་ཡང་སོ་སོ་གི་ནུས་ཤུགས་ག་ཚོད་ཡོད་མེད་ལ་མ་ལྟོས་པར་གྱི་འདིའི་ཐོག་ལ་རང་ཡང་ནུས་པ་བཏོན་བདེ་ངེས་གཅིག་འདི་འདྲས་བྱས་ད་ལྟ་བོད་རང་བཙན་རྒྱ་ཡོན་ལྷན་ཚོགས་ཀྱི་ནས་ས་གནས་ནིའུ་ཡོག་གི།

དེ་ན་ཤིང་གི་ཡང་དང་པོ་མང་པོ་ཅིག་ང་ལ་བཟོ། བོད་འཐབ་རྩོད་པ་མང་བ་ལག་རྩལ་འཐབ་རྩོད་པ་མང་པོ་ཡོད་རེད། ཡང་ཚང་མ་ཡང་ངེད་ཅིག་རེ་རེ་བཞིན་དུ་ཡང་མཚན་ད་ངེད་ཅིག། ཞེས་ཚུར་བཀོད་མི་འདུག་ལ་ཡང་ང་ལ་ཧ། ཅིག་དེ་དག་ངེད་ཀྱིས་མ་བཤད་བསྡད་པ་དེ་ཚོ་བླངས་ལས་ང་རང་གི་དམིགས་བསལ་གྱི་འབྲེལ་བ་ཟེར་མཁན་མེད་ད་ཡིན་ན་ཡང་མཚན་ཐོས་ཉུང་ངེད་དང་དེ་འདྲ་ཤ་སྟག་ཡིན། དེ་ཁྱེད་རྣམ་པ་ལ་ཡང་ངེད་ཀྱིས་རེ་འདུན་ཞུ་ཡ་ལ་ཡང་དེ་ནི་དེ་སྔའི་ཡང་ཁྱེད་རྣམ་པ་གི་རང་བཙན་གྱི་འཐབ་རྩོད་ག་ལ་ཡང་གང་བཀའ་མོལ་གནང་ཡ་དང། དེ་ཕྱག་ལས་གནང་ཡ་མང་པོ་ཁྱེད་རྣམ་པ་གནང་ཡོད་རེད་ཁྱེད་རྣམ་པ་ནས་ཡང་ཅིག་ཅིག

དེ་ནས་ང་ཚོ་ད་ལོ་གསར་པ་ནང་ལ་ཡ། དེ་ནས། བཀྲ་ཤིས། ཚང་མ་ལ་བཀྲ་ཤིས་པ་ཕུན་སུམ་ཚོགས་པ། དེ་ནས་བསམ་པའི་དོན་གྱི་སྤྲུལ་པ། དེ་ནས་བོད་རང་བཙན་ཆེད་དུ་ཡ། སྐུ་གཟུགས་ས་དང་གི་ཐོག་ནས་ཡ། དེ་གི་ཆེད་དུ་ལ་ང་ཚོ་མུ་མཐུད་ནས་ཡ། ཅིག། རང་བཙན། གི་ཆེད་དུ་ཡ་ལས་ཀ། ཅིག་ནུས་ཤུགས་ལྡན་པའི་ཐོག་ནས་ལས་མཐོ་ཡ་གི་སྨོན་འདུན།

དང་པོ་དེ་ལ་ཡང་དང་འདུག་པ་དེ་ལས་ངས་ད་ལྟ་བར་དུ་ལ་ཡང་བོད་མི་རིགས་དང་རྒྱལ་ཁབ་ཀྱི་ཆེད་དུ་རང་བཙན་ཐག་བཅད་གནང་བ་དེ་ལ་སྙིང་ཐག་པ་ནས་བཀའ་དྲིན་ཆེ་དུ་བཀའ་དྲིན་ཆེ་ཞུ་ཡས་ཡིན། ཨང། སོ་སོ་རང་ཉིད་ཆ་བཞག་པ་ཡིན་ན་ད། རང་བཙན་གྱི་ཐོག་ལ་ཡང། ཨ་ནི། ད། ཞེས་པའི་ཡན་ཏན་དང། ཤེས་ཡན་དང་ཁྱད་མེད་དེ་ཡིན་ན་ཡང་རང་བཙན་ཐག་བཅད་དེ་ལ་ཡང། ཨང། དུས་དང་རྣམ་པ་ཀུན་ཏུ་ལས་སྒྱོགས་སྒྱོགས་དང་ཨ་ནི་དེ་ལ་ཡང་རང་བཙན་ཐག་བཅད་དེ་ལ་ཡང། ཨོ་ཡ་ད་མཐོ་དམན་སུ་ལ་ཐུག་སོང་ན་ནི་ཞིང་དེའི་རྩ་བ་ཉིད་ནས་མེད་ཟེར་ཞུ་ཡ་གཅིག་དེ་ཉིད་གང་པ་སྟོང་པ། གཉིས་པ་འདི་ལ་ཡང་ནི་དང་དོད་པ་འདི་ལ་ཡང་ནི་ནང་པ་ཚོ་གང་གི་འདི་ལ་ནང་པ་ཚོ་གང་ག་གི་རང་བཙན་ཐག་བཅད་ཀྱི་རྒྱུ་རིན་གནོང་ལ་ཡ་ནི་འདུག་དཀའ་ལས་མང་པོ་ཞིག་འཕྲད་དེ་རེད་ང་ཚོ་གང་ག་ཧ་གོ་གི་ཡེ་ཡིན་པ་ཡིན་ནའི་སེམས་ཤུགས་མ་ཆག་པའི་ཐོག་ནས་མུ་མཐུད་ནས་ད་ལྟ་ངས་ལས་ང་ཚོ་རང་བཙན་གྱི་ཐག་བཅད་བརྩད་དགོས་ཡ་ད་ད་ག་ནོ་ཤེས་ཀྱི་དེ་ང་ཚོ་ང་ཚོ་ལ་ཡ་ཨ་ནི་བློ་བརྟན་རྣོ་ཡ་ལ་སོགས་པ་ཨ་ནི་ད་ག་ནོ་ཤེས་ཀྱི་རང་བཙན་ཐག་བཅད་ཀྱི་ཐོག་ལ་ཡ་སེམས་ཤུགས་མ་ཆག་པའི་ཐོག་ནས་ཨ་ནི་མུ་མཐུད་ནས་ང་ཚོ་ལ་ཡ་ཨ་ནི་བློ་བརྟན་རྣོ་རོགས་གནང་ཞེས་ཞུ་ཡ་གཅིག་ཡིན་ཨ་ནི་གཉིས་པའི་ཆ་ལ་ཡ་ད་ང་ཚོ་རང་བཙན་ཐད་བརྩད་ལ་ཡ་དཀའ་ངལ་ག་ལ་གང་ཚོགས་ཤིག་འཕྲད་ཀྱི་ཡ་རེད་མཐོ་ས་ལ་དཀའ་ལ་ངལ་ད་མཐོ་ས་ལ་མ་རེད་ད་ག་ལ་གང་ཚོགས་འཕྲད་ཀྱི་རེད་ཡིན་ན་ཡང་ད་ང་ཚོ་དཀའ་ངལ་གྱི་ཐོག་ལ་ཡ་འཛེམ་མེད་ཀྱི་ཐོག་ནས་ང་ཚོ་ད་ག་བ་ལ་ཐུག་སོང་པ་ཡིན་ན་ང་ཚོ་ངེད་ནས་རང་བཙན་ཐ་ཚིག་དེ་བརྩད་དགོས་ཡ་ད་རང་བཙན་ཐ་ཚིག་དང་ང་ཚོ་མི་རིགས་གཅིག་གི་ཐོག་དོང་དུ་མི་རིགས་གཅིག་གི་ལོ་རྒྱུས་ཡིན་འདི་ཙམ་མ་ལས་ང་ཚོ་ལྷག་པར་དུ་མང་གོང་བོད་ཀྱི་ཞན་ཆ་ལས་ང་ཚོ་རྩིས་སྤྲད་ཡ་ལ་སོགས་པ་དེ་ནས་རང་བཙན་གྱི་ཐ་ཚིག་དེ་ང་ཚོ་ཞན་ཆ་ལ་མ་རྩིས་སྤྲད་དགོས་ཡ་ད་སོགས་སྤྲད་དེ་པའི་མ་སྲིད་པ་ང་རང་ཡིན་ན་པའི་གནད་འགག་ཆེན་པོ་ཞུ་ཅིག་ཐང་བུའི་ཡས་དེ་ཡིན་འདི་ཙམ་མ་ལ་ང་ཚོ་རང་བཙན་ཐ་ཚིག་ད་མུ་མཐུད་ནས་ཡ་ནས་གང་ག་དེ་གི་ང་ཚོ་བརྩད་དགོས་ཡ་ད་པའི་མ་སྲིད་པ། གལ་ཆེན་པོ་ཞུ་གི་རེད་དྲན་གི་འདུག་ང་རོ་དེ་ཡིན་དེ་ཙམ་མ་ལ་རྣམ་པ་ཚོ་གང་ག་དེ་ཧ་ནི་ང་ཚོ་ལ་བློ་བརྟན་གནང་ཡ་དང་ལ་ད་ག་ནོར་ཅིག་གི་སེམས་ཤུགས་མ་ཆག་པའི་ཐོག་ནས་སྔར་ལས་ལྷག་ཅིག་རང་བཙན་དར་ཚད་གི་ཐོག་ལ་ཡ་ཤུགས་མུ་མཐུད་ནས་ག་ལེ་འཇོག་རོགས་གནང་སེམས་འབད་དགོས་ཞུ་གི་ཡད་ཐུགས་ཆེ་གནང་ངེས་ལགས་སོ།
ཐོག་མ་དེ་ལ་ཏྲེས་ཏི་ལས་ཞུ་བ་ཡིན་ད་ལྟ་རང་བཙན་འཐབ་རྩོད་པ་ད་ལྟ་ལྷག་བསམ་ཚེ་རིང་རེད་རྒན་ལགས་ཟེར་དེ་ནས་ཇུས་ཏི་ཀརྨ་བྱོན་འཕེལ་ལགས་དེ་ག་ནང་བཞིན་གྱི་དེ་ནས་ལུག་དཀར་ལྕམ་ལགས་གཙོས་པའི་དེ་ནས་རྒྱ་གར་ནང་ལ་ང་རང་ཚོ་ཇི་ལྟར་རང་བཙན་འཐབ་རྩོད་ག་ཚོད་ཡིན་ནས་དོན་ཚང་མ་ལ་ལ་ངས་འཚམས་འདྲི་ཞུས་པ་དང་འདྲ་བྱས་དེ་ནས་ད་ལན་གྱི་གཅིག་གི་ཞུ་ཡས་ཇི་ལ་དམིགས་བསལ་ཟེར་གལ་མེད་དེ་ཡིན་ན་ད་ལ་ང་རང་ཚོ་རང་བཙན་འཐབ་རྩོད་པ་འཐབ་གྲོགས་གཅིག་པ་དབང་འདུས་ལགས་རྒྱ་གར་ལ་ཕེབས་ཀྱི་བར་འདི་སོང་ཟ་དང་ང་ཚོས་ཀྱི་ཁྱེད་རྣམ་པ་ཚོ་ལ་ད་ལྟ་བར་དུ་གི་དེ་འབྲེལ་གྱི་འཐབ་རྩོད་ཀྱི་ཐོག་ལ་ཡ་མཉམ་ཞུ་མུ་མཐུད་གནང་བ་དེ་ལ་སྙིང་ཐག་པར་མཐུད་ཆེ་ཞུ་ཡས་དང་ད་དུང་ཡིན་ནའི་དེ་འབྲེལ་གྱི་མུ་མཐུད་ནི་པ་ང་རང་ཚོ་གི་འཐབ་རྩོད་འདི་ག་དུས་ཡིན་ནའི་གསོན་པོ་གནས་ཐུབ་པའི་དེ་ང་རང་ཚོ་གི་རང་བཙན་འཐབ་རྩོད་པ་རྣམ་ལ་རག་ལས་དེ་བ་རེད་ཁྱེད་རྣམ་པ་གི་ད་ལྟ་བར་དུ་དངོས་གནས་སོམས་སྟེང་འོག་བར་གསུམ་གང་ཅིའི་ཐོག་ནས་ཀྱི་དཀའ་ངལ་མང་པོ་ཞིག་འཕྲད་བསྡད་ཡོད་དེ་ཡིན་ནས་དཀའ་ངལ་དེ་ཚོ་ལ་མ་འཛེམས་པར་སོ་སོ་མི་རིགས་དང་ལ་རྒྱ་དང་བདེན་རྫུན་གྱི་ཆེད་དུ་ཀྱི་སོ་སོ་བློས་བཏང་ཤུགས་ཆེན་པོ་བྱས་ནས་རང་བཙན་འཐབ་རྩོད་ཀྱི་ཆེད་དུ་ཡང་མུ་མཐུད་ནས་དེ་འདྲའི་ཀྱི་ཕྱག་ལས་གནང་བསྡད་ཡོད་རེད་ད་དུང་ཡིན་ནས་མ་འོངས་པར་དེ་འདྲ་གནང་ཐུབ་པའི་ཀྱི་གནང་ཐུབ་པའི་ཀྱི་འབད་བརྩོན་དང་རེ་སྐུལ། ཞུ་བ་དང་སྦྲགས་དེ་ག་ན་བཞིན་ང་རང་ཚང་མ་ཕྱར་གྲུ་མཉམ་འདེགས་ཐོག་ནས་རང་བཙན་གྱི་ཐོག་ལ་ལས་འགུལ་སྤེལ་དགོས་ཏེ་བོད་མི་སེར་སྐྱ་ཆེན་པོ་རེ་བཞགཞོལ་དང་ཆབས་ཅིག་ལ་ཡང་དེ་ནི་ང་རང་ཚོ་གི་རང་བཙན་སེང་གེ་དེ་རྩོད་པ་རེད་ཅེས་ང་ཚོ་ག་དུས་ནས་བདེན་པ་རེད་བདེན་པ་འདི་ལ་ག་དུས་ནས་ཕམ་ཁ་ཡོད་མ་རེད་འདི་ལ་བདེན་པ་འདི་བདེན་པ་རང་ཐོབ་གི་རེད་ང་རང་ཚོ་རང་བཙན་ཤོར་རེད་ཤོར་རེད་ཤོར་རེད་འདི་དུས་ཚོད་ཅིག་ལ་ཤོར་རེད་ཡང་ང་རང་ཚོ་ཐོབ་བས་ཅིག་ཐོབ་བས་ཅིག་དུས་ཚོད་ཅིག་ཤར་གྱི་རེད་ཤར་གི་རེད་དེ་འགྲིག་ང་རང་ཚོ་ཡིད་ཆེས་ཀྱི་མགོ་བོ་ལ་མ་གཏོགས་པའི་ཡིད་ཆེས་སོ་སོ་སོ་ལ་ཡིད་ཆེས་མེད་ཅེས་སོ་སོའི་ལུང་པ་དེ་མི་རྒྱ་ནག་རྒྱ་དམར་དགྲ་བོ་ལགས་ལ་རྩིས་སྤྲད་པ་རེད་ཅེ་ན་དེ་ནི་ང་རང་ཚོ་མི་ཐོག་ནི་མི་ཐོག་ང་ཚོ་མི་ཐོག་རྗེས་མ་ལ་ང་ཚོ་རྩིས་སྤྲད་གལ་དགོས་ཅི་ཡོད་མ་རེད་ད་ལྟ་ང་རང་ཚོ་མི་ཐོག་འདི་ལས་ག་ཚོད་ཐུབ་ཐུབ་ཀྱི་འབད་བཟོད་ཆེད་ཐོག་མ་ཁོ་ད་ཐོག་མ་དུས་ཚོད་འགྱངས་ཟིན་གི་རེད་ལུང་པ་མང་པོ་ཅིག་ཡོད་རེད་ལོ་སྟོང་ལོ་བརྒྱ་ཕྲག་མང་པོ་འདས་ཀྱོ་དེ་འདྲ་ཡོད་རེད་ང་ཚོ་ད་ལྟ་གཞི་ནས་རེད་ལོ་ལྔ་བཅུ་དྲུག་ཅུ་ཙམ་མ་གཏོགས་འགྲོ་ཡོད་མ་རེད་དེ་འདྲ་ཡིན་ནའི་ད་དུང་ང་རང་ཚོ་མུ་མཐུད་ནས་རྩོད་དགོས་དེ་གལ་ཆེན་པོ་རེད་ཁྱེད་རྣམ་པ་ལ་ངས་དམིགས་བསལ་གྱི་ཐུགས་རྗེ་ཞུ་ཡ་ཡིན་ད་ལྟ་བར་དུ་ད་ང་རང་ཚོ་མཚམས་མཚམས་ཁ་དང་ཞེ་ཐུག་འོན་ཏེ་དཀའ་ངལ་དེ་འདྲ་འཕྲད་ཡོང་དགོས་རེད་ཡིན་ནའི་དེ་ཚོ་ལ་ད་སོ་སོ་གི་བློ་ཁ་མ་ཞུམ་པ་བྱས་ནས་ད་དུང་ཡང་མུ་མཐུད་ནས་འཐབ་རྩོད་གི་དེ་འདྲ་ལ་ཡ། གནང་རོགས་བྱས། དེ་ང་རང་ཚོ་ལས་ནས་ད་ང་ཚོ་གཞོན་སྐྱེས་ཚོ་ལ་ཁྱེད་རྣམ་པ་གིས་ད་ཁྱེད་རྣམ་པ་ཚོ་ལ་རེ་སྐུལ་ཞུ་ཡ་ད་ཁྱེད་རྣམ་པ་གིས་ང་ཚོ་ལ་ཚུར་ལམ་སྟོན་གནང་ཡ་ད་དེ་ཚོ་ཡ་མུ་མཐུད་ནས་སྐྱབས་འཇུག་ཡོང་ཡ་གི་དེ་འདྲས་གི་ངས་གསོལ་བ་སྨོན་ལམ་འདེབས་ཡོད་དེ་ད་ལན་གི་དེ་འདྲས་འཛོམས་ཐུབ་པ་དེ་ལ་ཡ་འོང་དུས་ལ་བཀའ་དྲིན་དེ་ལ་བརྟེན་ནས་ཁྱེད་རང་ཚོ་དེ་འདྲས་འཛོམས་ཐུབ་པ་དཔེ་མི་སྲིད་དགའ་པོ་བྱུང་ད་དུས་ནས་མུ་མཐུད་ནས་ང་རང་ཚོ་གི་ཆབ་རི་མཉམ་འབྲེལ་དང་ང་ཚོ་བསྐྱར་དུ་ང་ཚོ་དེ་འདྲས་ཅིག། ཆ་ཚང་བ་ཚང་མ་ལོ་འདི་འདྲའི་འཛོམས་ཐུབ་པ་རེད་ཅེ་ན་དཔེ་མི་སྲིད་ཀྱི་ཡག་པོ་དང་འདི་འདྲའི་ཡོང་བའི་ཀྱི་རེ་བ་རེ་བ་ཡོད་རེད་ཞུ་བའི་ཡིན་དེ་ནི་མ་འོངས་པར་འདི་འདྲ་འཛོམས་ཐུབ་བའི་ཀྱི་རེ་བ་ཡོད་སྨོན་ལམ་ཡོད་དེ་ནི་བོད་རྒྱ་ལོ་དེ་ནི་ཚང་མ་ལོ་ལ་ཡ་ཐུ་ཆེ་བསྐྱར་དུ་ཞུ་བའི་ཡིན་བོད་རྒྱ་ལོ་བོད་རང་བཙན། ལོ་ཚང་མ་ལ་བཀྲ་ཤིས་བདེ་ལེགས་ཨ་ནི་འདི་ནོར་བཟང་ཡིན་ཨ་ནི་ནིའུ་ཡོག་བསྡད་ཀྱི་ཡོད་ཨ་ནི་ད་ལྟ་དབང་འདུས་ལ་རྒྱ་གར་ལ་ཕེབས་ཀྱི་ཡོད་ཙང་ཨ་ནི་ང་ཚོའི། དེ་ལ་ཡང་འཐབ་རྩོད་པ། ང་ཚོའི་འཐབ་གྲོགས་ཚང་མས་ཅིག་སོ་སོ་སོ་གི་བརྙན་པར་ཐོན་དུས་རེ་རེ་བཟོས་རྗེས། ཕ་སྐད་ཁྱེད་རང་ཚོ་ལ་ཡང་མཆན་བུ་ཞུ་འདོད་ན་ལ་ཅི་འདི་བཀའ་མོལ་བྱུང་སོང། བཀའ་མོལ་བྱུང་བ་ཞིག་གསུང་གི་ངས་ཅིག་བཟོས་ཀྱི་ཡོད་ད་དེ་ཡག་པོ་ཆགས་ཀྱི་ཡོད་མེད་གང་ཞེན། བརྙན་པར་ཡག་པོ་ཆགས་མ་ཆགས་དེ་ངས་གལ་ཆེན་པོ་གལ་མཐོང་གི་མི་འདུག་གང་ཡིན་ཟེར་ན། གལ་ཆེ་ཤོས་དེ་ག་རེད་ལབ་ན་ང་ཚོས་ཀྱི་སེམས་ནང་གི་དཀའ་མོས་དེ་ཁྱེད་རང་ཚོ་ལ་ཞུ་ཡས་དེ་རེད། ཨཱ་ནི་ཁྱེད་རང་ཚོ་ཕ་གི་རྡ་རམ་ས་ལ་ལ་བཞུགས་བྱས་ཨཱ་ནི་ཅིག་དངོས་གནས་སོ་སོས་ཁྱིམ་ཚང་གི་དོན་དག་ཕ་གཡུག་ཨཱ་ནི་སྤྱི་པའི་དོན་དག་ལ་ཡང་དུས་ཚོད་བཏང་བྱས་ཨཱ་ནི་ཅིག་ག་ལ་འོ་རེད། ངོ་དགའ་དཔལ་ལེགས་མེད་པ་ཨཱ་ནི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཨཱ་ནི་སྐད་ཆ་ག་རེ་ཡིན་ནས་ཅིག་སེམས་ནང་ཅིག་བསམ་པ་དང་གལ་ཆེན་པོ་ཡིན་པ་དང་འཛུགས་ག་འགའ་བོད་ཁོ་རང་སོ་སོའི་གི་བདེ་སྡུག་དང་མདུན་ལམ་དང་དེ་འདྲ་ལ་བསམ་བློ་ཅི་ཡང་མ་བཏང་བའི་ཐོག་ནས་ཨ་ནི་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་བཀའ་མོས་གནང་ཐུབ་ངེས་ཤ་སྟག་ཞིག་རེད། དེ་མཚམས་པ་ལ་ཨ་ནི་ཅིག་ད་ལྟ་བར་དུ་ཧུར་ཐག་བར་ཐག་གནང་སོང། ད་དུང་ཨི་ནི་མུ་མཐུད་ནས་ཧུར་ཐག་བར་ཐག་གནང་རོགས་གནང་ཞེས་ངས་རེ་བ་ཞུ་གི་ཡིན། ཨ་ནི། བཀྲ་ཤིས་ལས་ངའི་མིང་བློ་བཟང་དོན་ལྡན་ཟེར་གྱི་ཡོད་ང་ད་ལྟ་ནིའུ་ཡོག་ས་གནས་ནང་ལ་བསྡད་ཀྱི་ཡོད། ཨ་ནི། ཐོག་མ་དེ་ལ་ཡ། ལོ་གསར་བའི་ནང་ལ་ཡང་ངའི་སྙིང་ནས་བརྩེ་བའི་ལང་ཕྱོགས་གཅིག་པའི། ཨ་ནེ། གཙོ། རྒན་ལྷ་བཟང་ཚེ་རིང་ལགས། ཨ་ནེ། ཀོང་བོ་སྐམ་པ་ཆོས་མེད་ལགས། ཨ་ནེ། བསྟན་འཛིན་དོན་འགྲུབ་ལགས། ཨ་ནེ་སྤྱི་བཏང་གི་ད་མིང་ཤེས་ན་མ་ཤེས་ན། རྩ་བའི་ཆ་ནས་རང་བཙན་གྱི་ལྟ་བ་ཡོན་གྱིས་དགེ། ཨ་ནེ། ང་ཚོའི་སྤུན་གྲོགས་རྣམས་ལ་ཡ། ཨ་སྙིང་ཐག་པ་ནས་ལོ་གསར་བའི་ནང་ལ་བྱ་བ་ལམ་འགྲོ་ཡོང་ཡ་དང་བཀྲ་ཤིས་སྨོན་འདུན་ཡོང་བའི།

ད་ང་ཚོས་གཅིག་ཁ་གསོ་རེད། གཞོན་ནུ་གི་ལྟ་བ་འགྱུར་བ་གཏང་ཡག་དང་གཞོན་ནུ་རྩ་མེད་གཏང་ཡག་དང་མདོར་ན་རང་བཙན་ཟེར་ཡག་གི་མིང་ཙམ་དོན་པ་ཡིན་ན་ན་ཨ་ནི་གཅིག་ནིའུ་ཡོག་གི་ནང་ལོག་ལ་ཡག་གཅིག་ཁ་གསོ་རེད་ལྟ་སྟངས་ཡིན་ནས་གཅིག་མ་འདྲ་བ་ཆགས་བསྡད་པ་དེ་འདྲས་འདུག་སོང་ཙང་ད་རྣམ་པ་ཚོ་བརྒྱུད་ནས

ག་སོ་རས་ཁོང་ཚོ་གི་ལངས་ཕྱོགས་ཅིག་ཁེལ་ཡོང་ནས། ཨ་ནེ་ང་ཚོ་གི་ད་སུམ་བཅུའི་དུས་དྲན་གི་སྐབས་ལ་ཡ། ཨ་ནེ། ཕན་ཚུན་ལ་དགའ་ཟླ་ཤུགས་ཆེན་པོ་ཡོང་གི་འདུག་མ་འོངས་པ་ལ་ཡིན་ན་རྙོག་དྲ་ཆེན་པོ་ཅིག་འཕྲད་ཡ། བརྒྱ་ཆ་བརྒྱ་ནས་བརྒྱ་རེད་འདུག་བསམ་གི་འདུག། སོང་ཙང། ཨ་ནེ་རྣམ་པ་ཚོ་བརྒྱུད་ནས། ད་ངེད་ཀྱི་དེ་རིང་གི Message འདི་ཨ་ནེ་པ། སྤྱི་འཐུས་ནང་ལ་འགྲོ་གི་ཡོད་ན་ག་འདྲས་གནང་གི་ཡོད་ན་རྣམ་པ་ཚོ་གི་འདིའི་ཐོག་ལ་ཡ། ཐུགས་བསམ་གཅིག་བཞེས་རོགས་བྱེད་ཞུ་ཡ་ཡིན། ཨ་ནེ་རྩ་བའི་ཆ་ནས་ང་རང་དངོས་གནས་ཆ་བཞག་ཡིན་ན་ང་རང་བོད་ནས་གླེང་རྒྱོགས་བྱེད་ཡིན། ཨ་ནེ་གཅིག་གར་དོག་རེད་བོད་རང་བཙན་གྱི། ལྟ་བ་ཆོད་སེམས་བརྟན་པོ་ཡོད་མཁན་གཅིག་ཡིན། སྤྱི་བཏང་གི་གོང་ས་མཆོག་གི་དབུ་མའི་ལམ་ཟེར་བ་དེ་ལ་ཡ། གར་བཟོ་བ་ལས། ངོ་སྒོར་བཤད་དེ་རྩ་བ་ཉིད་ནས་མེད། ཡིན་ན་ཡང། འདོད་པ་ཡི་རྩ་བ་ཉིད་ནས་མེད་ཞུ་ཡག་ཡིན། ཨ་ནི། ད་ལྟ་གི་ནིའུ་ཡོག་གི་ནང་ལོག་ལ་ཡ་ཡིན་ནས་རེད་ད་བཙན་བྱོལ་གི་ནང་ལོག་ལ་ཡ་ང་ཚོ་ད་ལྟ་བཤད་དང་བཤད་བཞིན་པ་དེ་ག་རེ་རེད་ཟེར་ན། ཨ་ནི་རྒྱ་དམར་གུང་ཁྲན་ཏང་གིས་ཨ་ནི། འགྲོ་བ་མིའི་ཐོབ་ཐང་མི་འདུག་སྨྲ་བརྗོད་རང་དབང་མི་འདུག་ཟེར་གི་རེད། ཡིན་ན་ཡང་ད་ད་ལྟ་ནིའུ་ཡོག་ནང་ལོགས་ལ་མི་སྣ་ཁ་ཤས་ཅིག་གིས་མི་ངན་ཁ་ཤས་ཅིག། དེ་ལས་རང་བཙན་སྲོལ་ངན་ནག་པོ་ཚོ་ལ་བཀྲ་ཤིས་བདེ་ལེགས་སྐྱབས་མེད་ཞུ་ཡ་ཡིན། ཨ་ནི་ངའི་མཐའ་ཡིན་ད་སྐད་ཆ་དེ་ལ་དེ་ཡང་རྣམ་པ་ཚོ་ང་སེམས་པ་སྙིང་ཐག་ནས་ཐུགས་རྗེ་གནང་ཞུ་ཡ་ཡིན་ང་ཚོ་རང་བཙན་དོན་དག་ལ་དཔེ་དཀའ་ལས་བརྒྱབ་ནས་ཨ་ནི